རྒྱལ་ཁབ་མང་པོ་ཡོད་པའི་ནང་དོན་ནས་རྒྱལ་ཁབ་གཉིས་དམིགས་བསལ་རྒྱ་གར་རྒྱལ་ཁབ་དེ་ད་ང་ཚོ་བོད་སྤྱི་འབངས་ཡོངས་ལ་བཀའ་དྲིན་ཆེན་པོ་ཡིན་པ་དེ་ད་བཤད་མི་དགོས་བ་ཆེ། གཉིས་པ་དེ་ཨ་རི་རྒྱལ་ཁབ་དེ་གི་འཛམ་བུ་གླིང་ནང་སྟོབས་ཆེན་རྒྱལ་ཁབ་ཡོད་པ་དེ་ཨ་རི་རྒྱལ་ཁབ་དེ་གི་ད་ལྟ་བར་དུ་བོད་ལ་བཀའ་དྲིན་ཆེན་པོ་གི་གམ་ཡིན་མེད་བོད་དང་འབྲེལ་བ་ཡོད་པའི་ཐོག་ནས་འཐབ་རྩོད་ལ་གི་གམ་ཕན་ཐོག་ཡོད་མེད་དེ་སྐོར་ལ་ངས་ཞིབ་ཕྲ་ཅིག་དང། ཨ་ནི་གང་མགྱོགས། ཨ་ནི་བོད་དོན་དང་འབྲེལ་བ་ཡོད་པའི་ཐོག་ཁྲིམས་འཆར་གལ་ཆེན་པོ་གཅིག་དང་འབྲེལ་བ་ཡོད་པ་འདི་ནང་དོན་ག་རེ་ག་ཡིན་མེད་ངས་ཞིབ་ཕྲ་རྣམ་པ་ཚོ་ལ་བཤད་ཆོག་བྱེད་ཞོར་ཡིན། ད་དང་པོ་དེ། ཨ་རིའི་རྒྱལ་ཁབ་འདི་གིས། ཡ་ཨ་རིག་གི་གྲོས་ཚོགས་འདི་གིས། དེ་མིན་ཨ་རིག་གི Congress ལ་བྱས་ཀྱི་ཨ་རིག་གི་གྲོས་ཚོགས་འདི་གིས་བོད་དོན་དང་འབྲེལ་བ་ཡོད་པའི་ཐོག་ནས་ད་ལྟ་བར་དུ་ཁྲིམས་འཆར་ག་རེ་ག་རེ་འཁེལ་ཡོད་མེད་རྣམ་པ་ཚོ་ངས་འགྲེལ་བཤད་ཅིག་བརྒྱབ་ན་བསམས་སོང། ངས་ལ་རྣམ་པ་ཚོ་ལ་འབུལ་སྐྱོན་ཞུ་ཡ་ཅིག་ཡོད།

སྡོང་པོ་སྟོན་བྱེད་ཀྱི་གནས་ཚུལ་རབ་དང་རིམ་པ། ཤེལ་དང་སྡོང་པོ་སྟོན་བྱེད་ཀྱི་སོ་སོ་མེ་མདའ་ཡིན་ན་མེ་མདའ་ཟས་བྱེད་ཀྱི་བཅས་གནས་ཚུལ་རབ་དང་རིམ་པ་ཅིག་བྱས་པ་ཡིན་བསམ་གྱི་ཡོད། དེ་འདྲ་སོང་ཚེ་འདས་པའི་ཉིན་མ་ག་ཤེད་རྣམས་ལ་མང་ཚོགས་ཀྱིས་རྒྱབ་སྐྱོར་ཡག་པོ་གནང་སོང། དེ་འདྲ་སོང་ཚེ་རྣམ་པ་ཚོའི་ངོ་ནས་དངོས་གནས་དྲང་གནས་ཀྱི་འདས་པའི YouTube Channel བརྒྱུད་བྱེད་ཀྱི་མང་ཚོགས་ལ་གོ་རྟོགས་ཡག་པོ་སྤེལ་གྱི་འདུག་འདི་ཡག་པོ་སྤེལ་འདུག་དེ་འདྲའི་རྒྱབ་སྐྱོར་བྱེད་ཡས་ཀྱི་འདོད་པ་དེ་འདྲ་ཡོད་པ་ཡིན་ན།

རྒྱལ་ཁབ་མང་པོ་ཡོད་པའི་ནང་དོན་ནས་རྒྱལ་ཁབ་གཉིས་དམིགས་བསལ་རྒྱ་གར་རྒྱལ་ཁབ་དེ་ད་ང་ཚོ་བོད་སྤྱི་དཔང་ཡོངས་ལ་བཀའ་དྲིན་ཆེན་པོ་ཡིན་པ་དེ་ད་བཤད་མི་གོ་བ་ཆེ། གཉིས་པ་དེ་ཨ་རི་རྒྱལ་ཁབ་དེ་གིས་འཛམ་བུ་གླིང་ནང་སྟོབས་ཆེན་རྒྱལ་ཁབ་ཡོད་པ་དེ་ཨ་རི་རྒྱལ་ཁབ་དེ་གིས་ད་ལྟ་བར་དུ་བོད་ལ་བཀའ་དྲིན་ཆེན་པོ་གི་གམ་ཡིན་མེད་བོད་དང་འབྲེལ་བ་ཡོད་པའི་ཐོག་ནས་འཐབ་རྩོད་ལ་གི་གམ་ཕན་ཐོག་ཡོད་མེད་དེ་སྐོར་ལ་ངས་ཞིབ་ཕྲ་ཅིག་དང། ཨ་ནི་གང་མགྱོགས། ཨ་ནི་བོད་དོན་དང་འབྲེལ་བ་ཡོད་པའི་དམ་ཁྲིམས་འཆར་གལ་ཆེན་པོ་གཅིག་དང་འབྲེལ་བ་ཡོད་པ་འདི་ནང་དོན་ག་རེ་ག་ཡིན་མེད་ངས་ཞིབ་ཕྲ་རྣམ་པ་ཚོ་ལ་བཤད་ཆོག་བྱེད་ཞོར་ཡིན། ད་དང་པོ་དེ། ཨ་རིའི་རྒྱལ་ཁབ་འདི་གིས། ཡ་ཨ་རིའི་གི་གྲོས་ཚོགས་འདི་གིས། དེ་མིན་ཨ་རིའི་གི Congress ལ་བྱས་ཀྱི་ཨ་རིའི་གི་གྲོས་ཚོགས་འདི་གིས་བོད་དོན་དང་འབྲེལ་བ་ཡོད་པའི་ཐོག་ནས་ད་ལྟ་བར་དུ་ཁྲིམས་འཆར་ག་རེ་ག་རེ་འཁེལ་ཡོད་མེད་རྣམ་པ་ཚོར་ངས་འགྲེལ་བཤད་ཅིག་བརྒྱབ་ན་བསམས། ད་ད་ལྟ་ངས་རྣམ་པ་ཚོར་སྟོན་དེ་ཡ་དེ་ག་རེ་རེད་ལབ་པ་ཡིན་ན།

ཨ་རིའི་གཞུང་གིས་བོད་དོན་ལ་འཛིན་པའི་སྲིད་བྱུས་འདིའི་ཐོག་ལ་རྒྱབ་སྐྱོར་ག་འདྲས་ག་འདྲས་བྱས་ཡོད་མེད་གནད་ཀྱི་དང་པོ་དེ་འགྲེལ་བཤད་རྒྱག་ཆོག་པ་ཅི་ཞིག་དང་པོ་དེ་ཉིས་སྟོང་གཉིས་ལོ་ལ་རེད་པ། ཉིས་སྟོང་གཉིས་ལོ་ལ་ཨ་རིའི་གི་གྲོས་ཚོགས་ནང་ལོ་ལ Tibet Policy Act བོད་དོན་ལ་འཛིན་པའི་སྲིད་བྱུས་ཀྱི་ཁྲིམས་འཆར་ཞེས་བྱས་རྗེས་ཨ་ནི་དང་ཤོས་དེ་ཨ་ནི་ཨ་རིའི་གྲོས་ཚོགས་གོང་མ་དང་གོང་མ་གཉིས་ཀ་གིས་རྒྱབ་སྐྱོར་བྱས་བྱས་རྗེས་ཨ་འདི་གི་ནང་དོན་དེ།

དེས་ལས་ཁུངས་འདི་བཙུགས་བྱས་རྗེས་བཅས་ཨ་རིའི་གཞུང་གིས་དངོས་གནས་དྲང་གནས་ཀྱི་ཉིས་སྟོང་གཉིས་ལོ་ལ་ད་ལྟའི་ཆ་ལ་བོད་བོད་པའི་གི་ཁྲིམས་འཆར་མང་པོ་བཏོན་བྱ་རྒྱུ་འདི་གི་ལས་འགན་འགྲོ་བའི་ནས་ད་ལྟ་བར་དུ Special Coordinator Tibet ལ་ནས་འགན་འཁྱེར་བའི་དེ་ལོ་སོ་སོ་ཉིས་སྟོང་གཉིས་ལོ་ལ Congress གི Tibet Policy Act ལ་ནས་ཁྲིམས་འཆར་འཁྱེར་བྱས་རྗེས་འདི་ལ་རྒྱབ་སྐྱོར་ཚད་མཐོ་བ་ཐོབ་རེད། གཉིས་པ་དེ་ཉིས་སྟོང་བདུན་ལོ་ལ་རེད་བ། ཉིས་སྟོང་བདུན་ལོ་ལ་ཨ་ནི་དངོས་གནས་དྲང་གནས་ཀྱི་ཨ་ནི།

དེ་ཆོས་ཤོད་རྩ་ཆོས་ཤོད་ཅིག་བརྩི་གི་ཡོད་རེད་དེ་འདྲ་སོང་ཚེ་འདི་ཨ་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཕུལ་བ་རེད་འདི་གི་ཐོག་ནས་ཨ་རིའི་གྲོས་ཚོགས་འོག་མ་དང་གོང་མ་གཉིས་ཀ་གིས་ཨ་ནི་བོད་ཐོག་དང་ཨ་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་འཛམ་བུ་གླིང་ཞི་བདེ་དང་ཨ་ནི་བོད་རྒྱ་ཞི་མི་ཡོང་བའི་དང་དཀའ་ལས་མང་པོ་བརྒྱབ་པ་དེ་ལ་ཆེ་བསྟོད་དང་རྒྱབ་སྐྱོར་གྱི་མཚོན་བྱེད་ཀྱི་ཐོག་ནས་བྱས་པ་རེད་ཉིས་སྟོང་གཉིས་ལོ་ལ། དེ་ནས་ཉིས་སྟོང་བཅོ་བརྒྱད་ལོ་ལ། ར་ཡི་དོང་བཅོ་བརྒྱད་ལོ་ལ་ར་ཏྲ་ལ་ནས་ར Reciprocal Access to Tibet Act ལ་བྱེད་ཆེད་ཨ་རིག་གྲོས་ཚོགས་ནང་ལ་རྒྱབ་སྐྱོར་བྱས་པ་རེད་དེ་བྱེད་དགོས་པའི་རྒྱུ་མཚན་ག་རེ་ལབ་པ་ཡིན་ན་བོད་ནང་ལོ་ལ་ཨ་ནི་ཨ་རིའི་མི་སེར་ཡིན་པ་ར་བོད་ནང་ལོ་ཨ་རིའི་མི་སེར་ཡིན་པ་ཨ་རིག་གི་གསར་འགོད་པ་ཡིན་པ་དེ་ཚོ་ཅིག་ད་བོད་ནང་ལ་དམ་བསྒྲགས་ཤུགས་ཆེན་པོ་ཞུ་ཅིག་བྱེད་འདོད་དུས་ཨན་བོད་ནང་གི་གནད་དོན་ཧ་གོ་ཡ་དོན་དག་ལ་ཨན་དེ་འདྲས་འདྲས་བྱེད་དགོས་འདུག་ལ་བྱས་བྱས་ཆ་ཤས་མང་པོ་སྟོན་བྱས་བྱས Reciprocal Access to Tibet ལ Act ལ་བྱས་བ་འདི་ཁྲིམས་འཆར་བྱས་འདི་ཁྲིམས་འཆར་གྱི་ནང་དོན་ནང་ལོགས་ལ་ཨན་ཅིག་བོད་ནང་ལ་འགྲོ་འོང་མི་ཐོབ་ཐང་ཧ་གོ་ཡ་དང་བོད་ནང་ལོགས་ལ་ཆོས་དོན་རང་དབང་མེད་པ་དང་འདི་ཚོ་ཧ་གོ་ཡ་དོན་དག་ལ་ཨན Tibet Act བྱས་བ་རེད་འདི་བས Bipartisan Support གྲོས་ཚོགས་འོག་མ་དང་འགོག་མ་དང་ཨ་ནི་ཆབ་སྲིད་བ་ཚོགས་པ་གཉིས་ཀ་གི་རྒྱབ་སྐྱོར་བྱེད་དགོས་ཉིས་སྟོང་བཅོ་བརྒྱད་ལོ། དེ་ནས་ཉིས་སྟོང་ཉི་ཤུ་ལོ་ལ Tibet Policy Support Act བོད་ཐོག་ལ་འཛིན་པའི་སྲིད་ཇུས་དང་རྒྱབ་སྐྱོར་གྱི་ཁྲིམས་འཆར་ཞིག་ཁས་ལེན་པ་རེད་བ Tibet Policy Support Act ལས་བྱེད་འདིའི་བི་ཁྲིམས་འཆར་རང་བྱས་ཀྱི་གྲོས་ཚོགས་གོང་མ་དང་དགོང་མ་ལ་རྒྱབ་སྐྱོར་ཐོབ་འདིའི་བི་ཕྱི་དྲིལ་སོགས་པ་གཉིས་ཀ་གི་རྒྱབ་སྐྱོར་ཐོབ་བྱས་བྱས་བྱས་འདི་གི་ནང་དོན་ནང་ལོགས་ལ་ག་རེ་ཡོད་རེད་ཟེར་བ་ཡིན་ན་དེ་ཆུད་ཆུད་དེ་གི་ནང་དོན་ནང་ལོགས་ལ་མ་འོངས་པ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཡང་སྲིད་དང་འབྲེལ་བ་ཡོད་པ་འདི། བོད་པའི་ཀྱི་ནང་པ་དང་བོད་པའི་ནང་པ་འདི་ཚོས་ཀྱི་ཐག་གཅོད་བྱེད་ཀྱི་རེད་མ་གཏོགས་རྒྱ་ནག་གཞུང་གིས་འདི་ཐོག་ལ་ཐེ་ཇུས་བྱེད་ཆོག་མེད། འདི་གི་ནང་དོན་ནང་དུ་ལ་གལ་སྲིད་རྒྱ་ནག་གཞུང་གི་ལས་བྱེད་པ་དང་འགོ་ཁྲིད་འདི་ཚོས་ཀྱི་འདི་ལ་ཐེ་ཇུས་འདི་འདྲ་བྱས་པ་ཡིན་ན།

ཨ་འདི་ཆབ་སྲིད་ནང་ད་བོད་བོད་ཀྱི་འཐབ་རྩོད་ནང་གནོད་སྐལ་ཉེན་ཁ་འདུག་བསམ་ཆེད་དེ་འདྲའི་ཉིས་སྟོང་ཉི་ཤུ་ལོ་ལ Tibet Policy Support Act ལ་ཡི་དེ་གནས་ཚུལ་བྱུང་ཡོད། དེ་ནས་ད་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་ར་བ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ Tibet Resolve Act ད་ད་ལྟ་ང་ཚོ་ལོ་གཉིས་ངེས་ལ Tibet Resolve Act ལ་ཡི་དེ་བྱུང་བ་རེད་ར་བ Tibet Resolve Act དེ་ནང་ལོ་ལ་ནང་དོན་དེ་ག་རེད་ཟེར་བ་ཡིན་ན་ཨ་རིའི་གཞུང་གིས་བོད་དང་རྒྱ་ནག་གི་པ་ར་ལ་ཨ་ནི་གྲོས་མོལ་ཡོང་ཡ་ད་བོད་དང་རྒྱ་ནག་གི་བར་གི་དཀའ་ངལ་དེ་སངས་དགོས་ཀྱི་འདུག་ཀ་ནི་སངས་ཡ་དོན་དག་ལ་ཨ་ནི་ག་འདྲས་སངས་དགོས་ཡོད་མེད་དེའི་ཐོག་ལ་ཨ་ནི་ཁྲིམས་འཆར་ཅིག་ཁེ་ནི་ལས་ཁྲིམས་འཆར་དེ་ལ་གྲོས་ཚོགས་འོང་བ་དང་གོང་མ་གི་རྒྱབ་སྐྱོར་ཆེད་ཇོ་བའི་ཏན་གྱི་མཚན་རྟགས་བརྒྱབ་མཚན་རྟགས་བརྒྱབ་བ་གཞི་བཟུང་གི་དོན་གྲོས་ཚོགས་འོང་བ་དང་གོང་མ་གི་སྐུ་ཚབ་ཅིག་རྡ་རམ་ས་ལའི་ཆེད་རྒྱལ་བ་རིན་པོ་ཆེ་མཇལ་ཁ་བཅར་ཆེད་ཅེས་བཅས

ཡིན་པའི་རྒྱལ་ཁབ་ཅིག་ལ་ངོས་འཛིན་བྱས་པ་རེད། Tibet was US US accept that Tibet was occupied country ཞེས་ལབ་པའི་སྐབས་ལ་བོད་འདི་མངའ་འོག་བསྡུས་པའི་རྒྱལ་ཁབ་ཅིག་རེད་ཤག་བོད་འདི་རང་བཙན་ཡིན་པའི་རྒྱལ་ཁབ་ཅིག་རེད་ཤག་ཞེས་བྱས་དེ་འབྲེལ་གྱི་བྱས་པ་རེད་ད་ག་ནང་བཞིན་གྱི་མ་འོངས་པ་བོད་ཐོག་ལ་འཛིན་པའི་གནས་ཚུལ་རྫུན་མ་དེ་འདྲ་བཀྲམ་གྱི་ཡོད་པ་ཡིན་ན་དེ་འདྲ་ལ་རྒྱ་ནག་རྒྱ་ནག་གཞུང་ལ་ཁ་བརྡའི་ག་འདྲའི་ག་འདྲའི་བཅག་པ་ཡོད་མེད་དེ་འདྲའི་གི་ལས་སྟངས་དེ་འདྲའི་བྱུང་ཡོད་དེ་འདྲ་སོང་ཙང་དེ་བས་ད། ཉིས་སྟོང་གཉིས་ལོ་ལ་ཁྲིམས་འཆར་དུས་མ་བྱུང་ཡོད་རེད་ཉིས་སྟོང་བདུན་ལོ་ལ་རྒྱ་བོར་མི་བྱེད་ལ་གསེར་གྱི་ཏང་མ་བུན་བྱུང་ཡོད་རེད་ཉིས་སྟོང་བཅོ་བརྒྱད་ལ Rata Act བྱུང་ཡོད་རེད་ཉིས་སྟོང་ཉི་ཤུ་ལོ Trapsa Act བྱུང་ཡོད་རེད་ཉིས་སྟོང་ཉིས་རྩ་བཞི་ལོ་ལ་ཨ་རིའི་གྲོས་ཚོགས་ནང་ལོ་ལ་བོད་ཐོག་ལ་བོད་པའི་གི་གནད་དོན་ཐོག་ལ་ཁྲིམས་འཆར་ག་རེ་ག་རེ་བྱུང་ཡོད་མེད་དེ་རྣམས་སུ་དེའི་འགྲེལ་བཤད་དེ་བརྒྱབ་ཚར་བ་ཡིན་ད་ད་ལྟ།

ང་ཚོའི་བོད་དོན་ཞུ་གཏུག་བྱེད་ཁག་ཝཱ་ཤིང་ཏོན་ལྡི་སི་ལ་ཕྱིན་པ་རེད། འདིའི་ནང་ལོགས་ལ་ཨ་རིག་གི་མངའ་སྡེ་ཉི་ཤུ་རྩ་བདུན་དང། འདི་རྣམས་ལ་བོད་དོན་དང་བོད་དོན་ཐོག་ལ་རྒྱབ་སྐྱོར་བྱས་ཏེ་ངས་ད་ཉིས་བརྒྱ་ལྔ་བཅུ་ལྷག་བྱས་འདི་རྣམས་ལོགས་ནས་མང་ཆེ་བ་ཅིག་བོད་མི་གཞོན་སྐྱེས་རང་རེད་ར་བོད་མི་གཞོན་སྐྱེས་རང་རེད། འདི་ཚོ་ཚང་མ་ཨའི་སི་ཀྲི་དང་ད་ནས་བཞིན་སྐུ་ཚབ་དོན་གཅོད་ལས་ཁུངས་དང་བོད་རིགས་སྤྱི་མཐུན་ཚོགས་པའི་ཀྱི་ཐུན་མོང་གི་རྒྱབ་སྐྱོར་བྱས་པའི་ཐོག་ནས་བོད་དོན་ཞུ་གཏུག་བྱེད་ཁག་སླེབས་ཀྱི་ཡོད་རེད། དེ་ཞུ་གཏུག་བྱེད་ཁག་སླེབས་པའི་སྐབས་ལ།

མཁས་པ་རེད། ཨང་ད་ག་ནས་ཤེས་ཀི། འདི་ནང་ལོགས་ནས་ཨང་ཆབ་སྲིད་ཚོགས་པ་གཞན་པ Republican Party Donald Trump གི་པར་ཏི་འདི་གི Michael McCaul གི་ཁྱི་ཡོད་རེད། དེ་བས་ད་ལྟ་བོ་དུ་ངས་ཀི་ཉིས་སྟོང་ཉི་ཤུ་ཉིས་སྟོང་ཉི་རྩ་བཞི་དེ་འདྲས་ཀི་ཁྲིམས་འཆར་མང་པོ་ཅིག་ངས་འདི་ནང་ལོགས་ཤེས་སོ་དེ་ཚོའི་ནང་ལོགས་ལ་ཁྲིམས་འཆར་དེ་ཚོ་ཐང་ཤོས་ཁི་ཡོང་ངེས་དེ་ཚོ་སུ་རེད་ལ་མང་ཆེ་འགྲོ་ཅིག Jim McGovern དང Michael McCaul McCaul རེད། དེ་ཁི་ཡོང་བའི་སྐབས་ལ་ཨ་རིའི་གྲོས་ཚོགས་དང་ཧོང་མ་དང་གོང་མ་ནང་ལོགས་ལ་ཆབ་སྲིད་ཚོགས་པ་གཉིས་ཀ་གི་རྒྱབ་སྐྱོར་དགོས་ཀི་ཡོད་ཙང

དབུ་མའི་ལམ་གྱི་ཐོག་ནས་བོད་རྒྱལ་གྱི་འབྲེལ་མོལ་ཡོང་ཡ་དོན་དག་ལ་རྒྱ་ནག་གཞུང་གིས་ཡ་ལན་བྱེད་ཀྱི་ཡོད་མ་རེད། རྒྱ་ནག་གཞུང་གིས་ཡ་ལན་བྱུང་ཡོང་བྱེད་ཀྱི་མེད་ཙང་རྒྱ་ནག་གཞུང་གིས་ཡ་ལན་ཡོང་ཡ་དོན་དག་ལ་ཨ་རིའི་གཞུང་གིས་སྲིད་ཇུས་ག་རེ་ཡིན་མེད་དེ་གསལ་བོ་བཟོ་ཡ་དོན་དག་དང་མ་འོངས་པ་བོད་ཀྱི་ཐོག་ལ་སྲིད་ཇུས་ག་འདྲེ་ག་འདྲེ་ཡིན་མེད་དེ་འདྲེ་གི་ཐོག་ལ་ནང་དོན་འདི་ཡོད་རེད་ནང་དོན་འདི་ནང་ལོགས་ནས་ནི་རྒྱལ་ཆོས་ཆོས་དེ་ག་རེ་རེད་ཟེར་ལབ་པ་ཡིན་ན་རེད་བ། རྒྱལ་ཆོས་ཆོས་དེ་གང་ག་རེ་རེད་ཟེར་ལབ་པ་ཡིན་ན་ཨ་རིའི་གཞུང་གི་སྲིད་བྱུས་ནང་ལོ་ལཱས། Mahong། པ་བོད་ཀྱི་དང་བོད་པའི་གི་གནད་དོན་ཐོག་ལ་ཨ་ནི་གཅིག་ཕུགས་རྒྱང་རིང་པོ་ཐོས་དགོས་བསམ་བློ་བཏང་དགོས་ཀྱི་ཡོད་པ་ཡིན་ན་འདི་བསམ་བློ་བཏང་དགོས་ཡས་ཀྱི་ཨ་ནི་སྒྲིག་འཛུགས་གཅིག་ཡོད་པ་ཡིན་ན་འདི་སྒྲིག་འཛུགས་འདི་ཨ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་རེད། འདི་སྔས་ལ་ཉིས་སྟོང་གཉིས་དེ་བ་ལ་ཨ་ནི་གཅིག། དབུ་མའི་ལམ་གྱི་གྲོས་བསྡུར་ཡོང་བ་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང། ཨ་ནི་རྒྱ་ནག་གཞུང་གི་བར་ལ་སྐད་བཤད་སྡོད་དུས་ད་ད་ལྟའི་ཆར་ལ་ང་ཚོའི་གི་ཆབ་སྲིད་ཀྱི་འགྱུར་ལྡོག་མང་པོ་བྱུང་ཞིག་འགྲོ་དུས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་ཆབ་སྲིད་སྐུ་དབང་ཕུལ་ས་པའི་རྗེས་ལ་ཨ་རིའི་གཞུང་གི་སྲིད་བྱུས་ནང་ལ་འགྱུར་བ་ཞིག་ག་རེ་ཐེབས་ཡོད་ཟེར་ལབ་པ་ཡིན་ན། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་མ་ཧོང་བེད་ཀྱི་ཨ་ནི་ལས་དོན་བྱེད་ཕྱོགས་དང་མ་ཧོང་བེད་ཀྱི་ལངས་ཁག་དེ་གསང་ཡག་དོན་དག་ལ་ཨ་ནི་ཨ་རིའི་གཞུང་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་ངོ་ལེན་བྱེད་པའི་ཐོག་ནས་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་དང་རྒྱ་ནག་གཞུང་གི་བར་ལ་གྲོས་མོལ་ཡོང་བ་ལ་འབོད་བརྩོན་བྱེད་ཀྱི་ཡོད་ལ་དེ་དེའི་ནང་ལ་ནང་དོན་བས་ག་རེ་ཟེར་བ་ཡིན་ལ་རོགས། ཨ་རིའི་ཨ་རིའི་གཞུང་གི་སྲིད་བྱུས་ནང་ལོགས་ལ་ཡང་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་གི་གདམ་བཤའ་རྒྱོབ་ཀྱི་འགོ་ཁྲིད་འདི་ཚོ་མཉམ་དུ་ལ་རྒྱ་ནག་གཞུང་གི་འབྲེལ་བ་བྱེད་དགོས་ཀྱི་རེད་རྒྱ་ནག་གཞུང་གི་གྲོས་མོལ་བྱེད་དགོས་ཀྱི་རེད་ལ་ནང་དོན་འདི་རེད། ད་ག་ནང་བཞིན་གྱི་ཨ་ནི། འདི་ནང་ལོགས་ནང་དོན་ཅིག་ག་རེ་ཡོད་ཟེར་ལབ་པ་ཡིན་ན། ཨ་རིའི་གཞུང་གི་སྲིད་བྱུས་ཁོ་རང་མ་འོངས་པ་བོད་དོན་དང་འབྲེལ་བ་ཡོད་པའི་ཐོག་ནས་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་གལ་ཆེན་པོ་བཞག་པའི་ཐོག་ནས། མཉམ་འབྲེལ་རྒྱལ་ཚོགས་རེད་ད་ནས་བཞིན་གྱི་རྒྱལ་སྤྱིའི་གི་ཚོགས་པ་འདི་འདྲའི་ནང་ལོགས་ལ་བོད་མིའི་སྒྲིག་འཛུགས་འདི་ཡར་མདུན་ལ་བཞག་པའི་ཐོག་ནས་བོད་མིའི་སྒྲིག་འཛུགས་ཀྱི་ངོ་ཚབ་མཚོན་ཐུབ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡིན་འདི་ཨ་རིའི་གཞུང་གི་སྲིད་བྱུས་འདི་འདྲ་ཡིན་ཞེས་བྱས་རྗེས་གསལ་བོ་ཅིག་བྱུང་ཡོད་རེད་བསམ་གྱི་འདུག་འདི་གསལ་བོ་ཡོང་གི་བསྡད་པ་འདི་ངེད་ཅག་ཅེས་བྱ་བ་ཡིན་ན།

བ། ད་ག་ནས་ཤིང་གིས་ད་མ་འོངས་པ་ཨན་བོད་དང་རྒྱ་ནག་གི་པ་རག་གི་དཀའ་ངལ་འདི་སངས་ཡ་དོན་དག་ལ་ཨ་རི་གཞུང་གི་མ་འོངས་པ་ཨན Commitment གསལ་བོ་ཟིག་ཀྱང་ཡིན་ལ་བྱས་བྱས་འདི་བྱས་པ་རེད་དེ་འདྲ་སོང་ཙང་ངེད་ཅག་ང་ཚོ་ཨ་རིའི་གྲོས་ཚོགས་ཨ་རིའི་གྲོས་ཚོགས་འོག་མ་དང་གོང་མ་ནང་ལོགས་ལ Tibet Lobby བོད་དོན་ཞུ་གཏུག་བྱེད་ཁག་འགྲོ་བའི་སྐབས་ལ་གནས་ཚུལ་འདི་དང་འདྲ་བ་ཡོད་པའི་ཐོག་ནས་ང་ཚོ་ཤུགས་མང་ཤོས་བརྒྱབ་ཀྱི་ཡོད་རེད་ཨ་འདི་གྲོས་ཚོགས་འོག་མ་ནང་ལོགས་ལ

རྩ་བ་མ་གསུམ་ན་ཡང་ད་ལྟ་ཡང། ནང་དོན་འདི་ཆ་ཚང་འགྲོ་ཅིག་ཡོད་དེ་ཡོད་རེད་ནས་འདི་ནང་ལོག་ནས་གལ་ཆེ་ཤོས་འདི། ང་ཚོ་ཁྲིམས་འཆར་འདི་ལ་གལ་ཆེན་པོ་བརྩི་ཨ་འདིའི་རྗེས་ལ་ཨ་ཁྲིམས་འཆར་འདི་ཚོ་ཡང་ག་ལི་ག་ལི་ཡོད་ང་ཡི་ག་འདྲའི་ཆ་འདྲ་ཡོད་དེ་འདྲ་སོང་ཙང། མང་པོ་བྱེད་ཀྱི Washington DC ལ་བོད་དོན་ཞུ་གཏུག་བྱེད་ཁག་འགྲོ་གི་འདུག་བོད་དོན་ཞུ་གཏུག་བྱས་བྱས་བྱས་འདི་གི་ཁེ་ཕན་ག་རེ་ཡོད་དམ་མེད་ཅིག་མང་པོ་བྱེད་ཧ་གོ་གི་མེད་པ་ཡིན་ན། འདི་གི་ཁེ་ཕན་ཡོད་པ་བསྡད་པ་འདི། འདས་པའི་ཨ་ཉིས་སྟོང་གཉིས་ནས་བྱས་བྱས་ད་ལྟ་བར་དུ་ཨ་རི་གཞུང་གིས་བོད་ཐོག་ལ་འཛིན་པའི་སྲིད་བྱུས་ཁྲིམས་འཆར་ག་རེ་ག་རེ་ཁེལ་ཡོད་མེད་ཁྲིམས་འཆར་དེ་གིས་ག་རེ་ག་རེ་ཕན་ཐོགས་ཡོད་མེད་དེ་གསལ་བོ་ཞུ་རྒྱུ་རེད་བསམ་གྱི་ཡོད། དེ་ལས་སོ་ཟེར་ད་ལྟ་ངས་གོང་དུ་སྐད་ཆ་བཤད་བསྡད་དེ་ཨ་རིའི་གཞུང་གིས་འདས་པའི་ལོ་ཉི་ཤུ་ནང་ལོགས་ལ་བོད་མི་སྒྲིག་འཛུགས་རེད་བོད་དོན་ཐོག་ལ་ཁྲིམས་འཆར་ག་རེ་ག་རེ་ཁེལ་ཡོད་མེད་རྒྱབ་སྐྱོར་ཚད་མཐོ་བོ་ག་འདྲས་ག་འདྲས་བྱུང་ཡོད་མེད་ཀྱི་ཆ་ཚང་ངས་བཤད་པ་ཡིན། ད་གལ་ཆེ་ཤོས་དེ་ཁྲིམས་འཆར་དེ་ཚོ་ལ། ང་ཚོ་ཁྲིམས་འཆར་འདི་ཨ་རིའི་སྲིད་འཛིན་གཅིག་གི་མཚན་རྟགས་བརྒྱབ་ས་བའི་ཆ་ལ་ཨ་ནི་ང་ཚོ་གསར་འགྱུར་བརྒྱུད་ལམ་ནང་ཐོན་པའི་སྐབས་ལ་ཨ་ང་ཚོ་མང་པོ་ཞུ་གཅིག་གི་དགའ་ཚོར་སྐྱེ་དགོས་ཡ་མང་པོ་ཡོང་གི་འདུག་ཡིན་ན་དངོས་གནས་དྲང་གནས་ཀྱི་ཁྲིམས་འཆར་འདི་ཨ་རིའི་སྲིད་འཛིན་གྱི་མཚན་རྟགས་མ་བརྒྱབ་ངེས་ལ་ཨ་ནི་དཀའ་ལས་ག་འདྲའི་ག་འདྲའི་རྒྱག་གི་ཡོད་མེད་འདི་ཨ་ངས་ད་ལྟ་རྣམ་པ་ཚོ་ལ་བོད་དོན་ཞུ་གཏུག་བྱེད་ཁ་སྒྲོབ་བྱེད་བྱེད་བོད་དོན་ཞུ་གཏུག་བྱེད་བྱེད་བྱེད་བྱེད་མངའ་སྡེ་ཉི་ཤུ་རྩ་བདུན་ནས།

ས་ཆ་མ་འདྲ་མ་འདྲ་ནས་བོད་པ་དང་བོད་དོན་རྒྱབ་སྐྱོར་བ་དམིགས་བསལ་བོད་མི་གཞོན་སྐྱེས་མང་པོ་ཞིག་སླེབས་ཡོད་རེད། བོད་མི་གཞོན་སྐྱེས་མང་པོ་འདི་ཚོ་ལ་མ་འོངས་པ་འགོ་ཁྲིད་གསོ་སྐྱོང་བྱེད་ཐུབ་ཡ། ཁོ་རང་ཚོས་ཀྱི་ལུང་པ་དེ་གི་མི་སེ་ཡིན་ཙང་ཨིན་ཇི་ཡིན་ནས་ཡག་པོ་རྒྱབ་ཡ་དུས་དེ་ཁོ་ཚོས་བཤད་པའི་སྐབས་ལ་ཡང་ཨན་གྲོས་ཚོགས་གོང་མ་དང་གོང་མ་དེ་ཚོའི་སྐད་ཆ་ཉན་བྱ་བྱ་བྱ། འདིར་ཨན་གཙོ་ཆེ་ཤོས་དེ་ད་བར་དུ་ཨན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བྱམས་སྙིང་རྗེ་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་ལས་ཀ་ཅིག་བྱས་ཡོད་ཙང་དེ་གིས་ཨན་ང་ཚོའི་བྱིན་རླབས་ཐོག་ནས་ད་ལྟ་བར་དུ་ཨ་རིའི་གྲོས་ཚོགས་ནང་ལ་ཁྲིམས་འཆར་མང་པོ་ཅིག་ཡོང་གི་ཡོད་རེད་ཡིན་ན་ཡང་དེའི་ནང་ལོགས་ལ་ཨན་ང་ཚོས་དཀའ་ལས་བརྒྱབ་ངེས་དེ་ཨན་བོད་པའི་གཞོན་སྐྱེས། ད་ལྟ་ངས་རྣམ་པ་ཚོར་སྟོན་འདོད་པའི་བོད་གཞོན་སྐྱེས་དེ་ཚོ་ཚང་མས་དཀའ་ལས་རྒྱབ་ཆེ་ཆེ་ཡག་ཡོང་གི་ཡོད་རེད། ད་ནས་ཞིག་བོད་རིགས་སྤྱི་མཐུན་ཚོགས་པའི་མང་པོ་ཅིག་གིས་འདི་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་རེད། ད་ནས་ཞིག ICT གི་ཚོགས་འདུ་རབ་དང་རིམ་པ་འཚོགས་བྱེད་བྱེད་བྱེད། ཨ་ནི་དེ་འདྲའི་ཡོང་སྐོར་དེ་འདྲ་གསུངས་ཚར་དེ་འདྲའི་གི་ཁྲིམས་འཆར་ཅིག་སྲིད་འཛིན་ཅིག་གི་མཚན་རྟགས་རྒྱབ་ས་བའི་རྗེས་གསང་རྒྱུ་ནང་དོན་སྤེལ་སྐབས་ལ་ཨ་ནི་མང་པོ་ཞུ་ཅིག་གི་དགའ་ཚོར་སྐྱེ་གི་འདུག་ཨ་ཡིན་དངོས་གནས་དྲང་གནས་གི་ཁྲིམས་འཆར་འདི་སྲིད་འཛིན་གི་མཚན་རྟགས་མ་རྒྱབ་ངེད་ལ་དཀའ་ལས་ག་འདྲའི་རྒྱབ་ཀྱི་ཡོད་མང་པོ་ཆགས་དགོས་ཀྱི་མེད་གི་རེད་བསམ་གྱི་འདུག་དེ་འདྲ་གསུངས་ཚར་ངས།

དངོས་གནས་ཀྱི་བོད་ཀྱི་རྩ་དོན་དོན་དག་ལ་ཐུག་པའི་སྐབས་ལ། མ་འོངས་པ་གཞོན་སྐྱེས་ཚོ་ལ་ང་ཚོས་སྦྱོང་བརྡར་སྤྲད་ཅེས་བྱས། ར། དུས་མཚུངས། བོད་དོན་ཞུ་གཏུག་བྱེད་གར་འགྲོ་མཁན་རྣམས་ལོ་ནས་མངའ་སྡེ་སོ་སོ་སོ་གི་སྐུ་ཚབ་ཆེན་འགྲོ་གི་ཡོད་ཙང་དེ་ཚོ་ལ་ཆེ་མཐོང་སྤྲད་དགོས་ཡ་དེ་ངའི་བསམ་པ་ལ་གལ་ཆེན་པོ་རེད་བསམ་གི་འདུག་ཡང་ཆེ་མཐོང་སྤྲད་པའི་སྐབས་ལ་ང་ལ་ཆེ་མཐོང་སྤྲད་དགོས་རེད་ཟེར་ཅེས་ངས་ལབ་གི་མེད། དཔེ་ཆ་བཤད་པ་ཡིན་ན་ངས་དཔེ་མཚོན་ཡག་པོ་བྱོས་ཤག་བྱས་ལ་ཉེ་ཆར། ཤི་ཀ་ཀོ་གི་བོད་རིགས་སྤྱི་མཐུན་ཚོགས་པ་ཚོགས་གཙོ་དང། དེ་འདྲའི་གཞོན་སྐྱེས་མང་པོ་ཆེ་ཁྲིད་ནས་སླེབས་ཤག་ཁོ་རང་ཚོ། ཁྲིད་ནས་སླེབས་ཁྲིད་ནས་སླེབས་བྱེད་བྱེད་ཁོ་ཚོ་ལ་ཡང་ད། ཤི་ཀ་གོ་བོད་རིགས་སྤྱི་མཐུན་ཚོགས་པ་ཚོགས་གཙོ་གི་སྦྱོང་བརྡར་ཁྲིད་དགོས་ན་ག་འདྲི་ཁྲིད་ཁྲིད་བྱེད། དེ་ཚོགས་འདུས་དེ་གྲོལ་ཟ་བའི་རྗེས་ལ་ཨ་ཤི་ཀ་གོ་ལ་ཕར་འགྲོ་བྱེད་བྱེད་མི་མང་ཚོགས་སྐོང་དེ་འདྲས་བྱེད་བྱེད་བྱེད་བྱེད། ཨ་ནི། ཚོགས་འདུས་འདི་ནང་ལ་ལོག་པས་འདི་ནང་ལ་འགྲོ་ངེས་གཞོན་སྐྱེས་དེ་ཚོ་གི་ཨ་མྱོང་ཚོར་མང་ཚོགས་ལ་བཤད་པ་དང། ཨ་མང་ཚོགས་ནས་དྲི་བ་དྲི་ལན་བྱེད་པ་དང་ཁོ་ཚོ་ལ་ཡང་ཁ་བཏགས་གཡོག་བྱེད་བྱེད་ཆེ་མཐོང་སྤྲད་ཤག། འདིའི་དཔེ་མཚོན་འདི་ངས་བསམ་པ་ལ་བོད་རིགས་སྤྱི་མཐུན་ཚོགས་པ་ཚང་མས་ཀྱིས་འགན་འཁུར་དགོས་ཡག་གི་དཔེ་མི་སྲིད་གལ་ཆེན་པོ་རེད་བསམ་གི་འདུག་བོད་རིགས་སྤྱི་མཐུན་ཚོགས་པའི་ཚང་མས་ཀྱིས་མ་འོངས་པ Tibet Lobby ནང་ལ་བགྲོས་ཏེ་ངས་ཨ་ནི་བོད་པའི་གཞོན་སྐྱེས་མང་པོ་ཅིག་འགྲོ་གི་འོག་རེད་འགྲོ་བྱེད་བྱེད་བྱེད་ཁོང་ཚོའི་མ་ས་གནས་ལ་སླེབས་པའི་སྐབས་ལ་ཨ་ནི་ཅིག་དུས་ཚོད་གོ་སྐབས་ཡག་པོ་ཟིན་བྱས་ནས་མང་ཚོགས་ལ་ངོ་སྤྲོད་བྱེད་ཐུབ་ཡག་མང་ཚོགས་ལ་ངོ་སྤྲོད་བྱེད་བྱེད་བྱེད་ཨ་ནི་ཁྲིམས་འཆར་དེ་བ་ཡོད་པའི་ཐོག་ནས་ཁོང་ཚོས་མྱོང་ཚོར་བཤད་འདོད་པ་ཡིན་ན་གཞོན་སྐྱེས་འདི་ཚོ་མ་འོངས་པ་ང་ཚོ

དགའ་ཚོར་ཤུགས་ཆེན་པོ་སྐྱེ་གི་རེད་བསམ་གི་འདུག་མ་འོང་བོད་ཀྱི་གནད་དོན་དང་འབྲེལ་བ་ཡོད་པའི་ཐོག་ནས Tibet ལོ་བོད་ཡིན་ལ་རེད་བོད་དོན་ཞུ་གཏུག་གསུམ་འདྲ་ཅིག་བྱེད་ཀྱི་ཡོད་པ་ཡིན་ནས་དེ་འདྲའི་ནང་ལོགས་ལ་གཞོན་སྐྱེས་ཚོས་ཀྱི་འགན་འཁྱེར་གྱི་ཡོད་པ་ཡིན་ན་གཞོན་སྐྱེས་འདི་ཚོ་ལ་ཨ་མདུན་ལ་བཞག་བྱས་རྗེས་འདི་ཚོ་ལ་ཆེ་མཐོང་དཀྲིག་ཡ་འདི་ཚོ་ལ་སྦྱོང་བརྡར་སྤྲད་དགོས་ཡ་འདི་མ་འོང་བོད་ཀྱི་མདུན་ལམ་ཐོག་ནས་བསམ་བློ་བཏང་ཡ་འདི་བོད་རིགས་སྤྱི་མཐུན་ཚོགས་པའི་ཚང་མས་ཀྱི་འགན་འཁྱེར་དགོས་ཡ་འདི་ངས་བསམ་བློ་དཔེ་མི་སྲིད་གལ་ཆེན་པོ་རེད་བསམ་གི་འདུག

དེ་འདྲའི་ཡོང་བྱེད་ཀྱི་བོད་པའི་གི་བདེན་མཐའ་འདི་གང་མགྱོགས་མགྱོགས་སེལ་ཐུབ་པའི་གི་རེ་བ་ཡང་ཤུགས་ཆེན་པོ་ཡོད་རེད་བསམ་གི་ཡོད། མཐའ་དོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཁྲི་ལོ་ཁྲི་ལོ་བརྟན་པ་དང་བོད་པའི་བདེན་མཐའ་མྱུར་དུ་སེལ་བའི་སྨོན་ལམ་རྒྱག་གི་ཡོད་ངས་བརྙན་ཐུང་སེང་སིན་ནང་གི་ཚང་མ་ལོག་ལ་བཀའ་དྲིན་ཆེ་ཞུ་བ་ཡིན་བཀའ་དྲིན་ཆེ།